ད་ང་ཚོ་ཤང་ཀུན་ཏུ་རྒྱལ་བ་ཐང་ཆེན་ཆེན་པོས་ག་རེ་བྱས་ཡོད་རེད་ཟེར་བ་ཡིན་ན་དེ་འདྲས་ཅིག་བྱེད་དགོས་ཡ་དེ། མ་འོངས་པར་ང་ཚོ་བོད་རིགས་དེ་ཚོས་འཛམ་གླིང་གི་ཐོག་ནས་ཆབ་སྲིད་ཀྱི་འཛིན་སྐྱོང་སྤེལ་གསུམ་བྱེད་སྟངས་ཀྱི་དག་ཐེར་གྱི་ཆ་ནས་ལྟ་གྲུབ་ལེགས་ཤོས་དང་ཡག་ཤོས་མི་མང་གི་དགའ་ཤོས་ཡོད་བྱེད་ས་དེ་མང་གཙོ་ས་དེ་ཡིན་སོང་ཙང། ཅི། མང་གཙོ་དེ་ཡག་ཤོས་ཡིན་པ་ད་ལྟ་དག་ཐེར་གྱི་ཆ་ནས་ཐོབ་ན་ཡག་ཤོས་དེ་ཡིན་པ་སོང་ཙང་དེའི་ནང་དུ་བཅུག་ཡ་རེད། ཤི་འཐམ་ཆོས་སྲིད་ཀྱི་འཛིན་སྐྱོང་བྱེད་སྟངས་ཀྱིས་དེ་ཉིད་དམངས་གཙོ་མ་ཡིན་པའི་གནའ་སྔ་མོ་སྐོར་མ་ཡོང་བྱེད་འཇུག་གི་རྒྱལ་པོ་རི་ལུ་དང་ད་དེ་འདྲ་གི་ད་མདོ་བསྡུས་བ་ཡིན་ན་ཨ་ཉི་ཀྱི་དབང་ཆ་དེ་གང་ཟག་ཞི་དྲག་པ་དང་ཚོ་པ་ཞི་དྲག་པ་དང་ཨ་ཉི་གང་ཟག་སྐྱིད་པོ་སྐྱིད་དང་ཆེན་རྒྱུད་སྐྱིད་དང་དེ་འདྲས་ཀྱི་བཟུང་འཛིན་སྐྱོང་སྤེལ་སྲུང་བྱེད་མ་ང་ཚོས་ཀྱི་འཛམ་གླིང་ཁག་ནས་རྒྱལ་ཁག་བཟུང་ནས་ཡོང་ལུགས་ཡོང་སྟོང་དུ་མང་པོ་ཅིག་ཡོད་ད་ཤི་ཚོགས་ནོར་ལོག་ཡོད་ན་ཡང་དེ་ཚོ་ཚང་མ་ལ་ཨིན་ཅི། དེ་ཚོའི་གི་དཔོན་པོ་དེ་ཚོ་རྒྱལ་སྲས་ཞང་ཞུང་སེམས་དཔའ་གི་བཟོ་ལྟ་ན་ཁྱེད་ཚོ་ན་ཧ་ཅང་གི་ལས་ཆ་ཡོད་རེད་སྤྱི་འཐུས་དེ་ཚོ་ཡོད་རང་ལས་ཆ་ཡོད་རེད་ཡིན་ནང་དཔོན་པོ་དེ་ཚོ་ད་འཇིག་རྟེན་གྱི་ཁང་ན་ཞེན་རྒྱལ་སྲས་ཞང་ཞུང་སེམས་དཔའ་ར་ཡ་དེ་ཧ་ཅང་དཔོན་པོ་ཡིན་པ་གསུངས་ཙང་དེ་ནི་ཅི་ཡོད་ད་དེ་ཡོང་ཐུག་ཡོད་མ་རེད་ལས་ཆ་ཅི་ཡོང་ཐུག་ཡོད་མ་སྐྱོན་ཆ་ཅི་མ་འདུག་དེ་འདྲས་གསུངས་ཙང་དེ་ཡི་གི་བརྒྱུད་རིམ་གི་ཁྲོད་དུ་མཛའ་མོ་ནི་མི་མང་པོ་གི་བསམ་དང་བློ་ལས་འགྱུར་ད་བློས་གཏོང་མང་པོ་བྱས་ནས་ནི་དམངས་གཙོ་ཟ་འདི་འགོ་བཙུགས་འདུག་ཟེར་ནས་ད་ལྷེ་བ་རེད། ད་དེ་ལྟ་བུའི་གི་དམངས་གཙོ་དེ་ནི་མི་ཚོགས་ཀྱི་ཆེ་མཐོང་དང་དགའ་ཞེན་བྱེད་ས་དེ་ཞང་ཀོའི་རྒྱལ་བ་ཐང་ཆེན་ཆེན་པོས་ཨ་ནི་ང་ཚོ་བོད་རིགས་ཡིན་ན་དེ་ལག་བསྟར་བྱས་ན་ད་ལག་བསྟར་བྱེད་ཡག་གི་ད་ད་གི་ཐོ་ཆོས་སྲིད་འཛིན་སྐྱོང་སྤེལ་གསུང་བྱེད་སྟངས་གི་ད་ཐོ་རྒྱུ་འདི་ལས་ལེགས་པ་ཅིག་ད་ཐིག་ཆ་ནི་མི་འདུག་ཟེར་ནས་དེའི་ནང་དུ་བཅོས་དགོས་ཀྱི་འདུག་ཟེར་ན་དེ་འདྲའི་ཅིག་ཐུགས་དགོངས་བཞེས་བ་ལ་བརྟེན་ནས་རྒྱུན་རིང་དེ་འདྲའི་ཞིག་གི་ཁྲོད་དུ་ནོར་ལ་མ་སླེབས་བ་རེད། ད་ཡིན་ན་ཡང་དེའི་ནང་ལོགས་ནས་ད་ལྟ་དེ་ཅི་ཡོད་རག། ད་ཉིན་སྟོང་ཉེར་ཤུ་རྩ་གཅིག་ལོ་ནང་ལོགས་ནས་ཤང་ཀུའི་རྒྱལ་བ་ཐང་ཆེན་ཆེན་པོ་གི་གཙུག་བྱང་ཆུབ་ཨ་ནི་དམངས་གཙོ་དེ། ད་ཁོ་ཚོས་སྲོག་ཐོག་བཏང་བ་སོང་ཙང། ཨ་ནི་ད་རིགས་ཀྱི་ཉིན་མོ་འདི་ད་ང་ཚོ་ལོགས་ཨ་ནི་དགའ་བ་ཡོད་པ་དང་སྐྱོ་བ་ཡོད་པ་གཉིས་གཉིས་ཙམ་གྱི་རེད་དམ་མ་རེད། དེ་དུས་ཚོད་ཡུན་རིང་པོ་ཞིག་མ་འགྲོ་བ་ལ་ཨ་ནི།

ད་དེ་ཚོའི་གྲས་དེ་དེ་འདྲ་བྱས་ན་ག་རེ་བྱས་ན་ལྷད་རེད་ཟེར་བ་ཡིན་ན་ཁོ་ཚོས། ང་ཚོའི་བྱང་སྒོའི་རྒྱལ་བ་ཐང་ཆད་ཆེན་པོའི་གཙུག་བྱང་གི་ཡང་དག་པའི་དམངས་གཙོ་དེ་ཡང་དག་པ་ཅིག་ལག་བསྟར་བྱེད་དགོས་སམ་ཀུན་སློང་ཅིག་གི་ཐོག་ནས་སླེབས་པ་དེ་ད་ལྟའི་ཆར་ང་ཚོ་ངོས་འཛིན་མ་ཐུབ་པ་ཆགས་འདུག་ཅེས་བཤད། གཉིས་པ་ཅིག་ང་ཚོས་བཙན་བྱོལ་སྤྱི་ཚོགས་བཙུགས་དམངས་གཙོ་གི་འདྲི་གཙུག་བཙུགས་དགོས་པ་དེ་ག་རེད་ཟེར་ན་བོད་ཀྱི་རྩ་དོན་མི་རིགས་ཀྱི་ཆེད་དུ། རྩ་དོན་མི་རིགས་ཀྱི་ཆེད་དུ་དེ་འདྲ་ཅིག་བྱས་སམ་ཡང་གི་བསམ་པ་ཀུན་སློང་དེ་ཡང་མེད་པ་དེ་ང་ཚོས་འདུག་ཅེས་ད་ལྟའི་ཆར་ང་ཚོ་ཚོར་ཐུབ་པ་ནི་ཅིག་ཆགས་འདུག་ཡ་རབས།

ད་ནི་དེ་མི་ཚད་རྒྱ་རིམ་ཆེན་གྱི་མཚན་སྙན་ག་བྲིས་ནས་ཕྱི་རྒྱལ་གྱི་རྒྱལ་ཁབ་ཁག་དེ་ཚོའི་ནང་ལ་ཕར་ཚུར་ལྟོ་ཅི་འགྲོ་ཡ་ན་གོ་གོ་ན་བྱུང། ད་ཁོ་ཚོས་མ་རབས་ཐ་ཤལ་གྱི་བསམ་སྟངས་ལ་ག་རེ་བྱས་ཡོད་རེད་ཟེར་ན། ད་ནི་བོད་ཞི་དོན་ཞི་འབིག་གི་རྒྱུ་ནོར་དེ་བེད་སྤྱོད་དང། ད་ནི་གཉིས་པ་གཅིག་ག་རེ་བྱས་ཡོད་ཟེར་ན་རྒྱ་རིམ་ཆེན་གྱི་མཚན་སྙན་དེ་ལ་བརྟེན་ནས་ད་ནི་འཛམ་གླིང་གི་རྒྱལ་ཁག་ཁག་ནས་སྤྲོ་འཆམ་འགྲོ་ཡ་གི།

ད་དེ་ང་ཚོས་སྨྲ་བརྗོད་རང་དབང་དུ་ནོངས་སུ་བཅོས་བྱུང་བ་དེ་ག་རེ་ཟེར་ན་ཤང་ཀོའི་རྒྱལ་བ་ཐང་ཆེན་ཆེན་པོས་སྤྱི་དོན་དགོས་ཆ་དྲུག་ཅུ་ལོ་ནོར་ལོག་ནས་ཨ་མྱེ་ང་ཚོ། དམངས་གཙོ། དབུ་བཙུགས་པ་དང་སྤྱི་དོན་དགོས་ཆ་དྲུག་ཅུ་རེ་གསུམ་ལོ་ནོར་བཅའ་ཁྲིམས་ཟིན་བྲིས་བགྱིས་བ་དང་སྤྱི་དོན་དགོས་ཆ་ཨ་མྱེ་དགུ་ཅུ་གོ་གཅིག་ལོ་ནོར་བཅའ་ཁྲིམས་གཏན་ལ་འབེབས་དེའི་ཐོག་ནས་ཨ་མྱེ་ང་ཚོ། ད་བཙན་བྱོལ་བོད་མི་དེ་ཚོའི་ནང་ལོག་ནོར་མི་རེ་རེ་ངོས་རེ་ནོར་ནས་ཨ་མྱེ་སྨྲ་བརྗོད་རང་དབང་ཡོད་པའི་སྒེར་ཁུང་གི་དུག་སུ་གནང་ཡོད་རེད། དེ་གནང་བ་དང་ད་ལྟ་ཁོ་ཚོ་ཁྲོག་ཚ་དང་རྐྱང་ཚ་དང་དུག་སུ་ཅེར་སླེབས་ནས་འཇིགས་སྐུལ་བྱེད་ས་ལེགས་འདུག་ད་ས་དེར། དེ་འདྲའི་གཟུངས་གཙང་ག་རེ་ཟེར་ན་རྒྱ་ཆེན་མང་ཚོགས་ཀྱིས་ཅི་ག་ལ་ཁ་ཅིག་པ་ལས་ཧིན་དང་ག་ལ་ནུ་ཉོན་དང་མ་ཉོན་སུ་སུ་ལ་བ་རེ་ས་དེ་ཡོད་རོ། དེ་མ་གཏོགས་བྱས་སླ་རྒན་ནོ་ཡང་མི་ཁ་ཤས་ཀྱིས་དེ་ལ་འུ་འདུག་ད་ཁྱོད་མ་འོངས་པར་ཅི་བྱས་ཉོན་སྤྲོད་ཡོད་ཚ་ཅི་ནོ་ངོས་སྤྲོད་ཡོད་ཚ་རེད་ད་ཤི་དུས་ནོ་ངོས་སྤྲོད་ཡོད་ཚ་རེད་ཡ་ཅི་བྱས་ངོས་སྤྲོད་གཉིས་བྱས་ངོས་སྤྲོད་ཡོད་ཚ་ཁ་ཤས་ཀྱི་དོགས་པ་ནང་དུ་དེ་འདྲའི་ཁུར་ལེ་ཡོད་འདུག་དེ་འདྲའི་ང་གང་ཡང་མེད་ང་གང་ཡང་བྱས་འདོད་མེད་ང་ག་རེ་བྱས་ཟེར་ན་ཅི་ད་དེ་རེད། པའི་མྱང་ནན་དྲ་ཡིག་ཆོས་བརྒྱུད་ཀྱི་བརྒྱུད་འཛིན་པ་ཟེར་ན་མི་འདུག་དེ་ལ་དད་མོས་བྱེད་མཁན་ཟེར་ན་མི་འདུག་དེ་ཡི་གེ་ད་ལས་ཡིག་ཆས་ནང་ཏོ་ཅིག་ཅིག་བྱས་ཨིན་དེ་ཡི་འོག་ཏུ་འགྲོ་ནས་མི་ཚེ་ཤེལ་དང་འདིར་ད་དེ་ཡི་གེ་བརྒྱུད་རིང་གི་ཤེས་བྱ་འཇུག་དེ་འདྲ་བོ་ཅིག་སྤྱིའི་ཐུགས་སྣང་བཟང་གི་སྨོན་ནང་ན་བརྗོད་འདོད་མ་གཏོགས་གཞན་སྤྱིའི་དཔོན་པོ་བྱེད་དགོས་དང་ཡ་གཅིག་བྱེད་དགོས་མ་གཉིས་བྱེད་དགོས་ཕ་གསུམ་བྱེད་དགོས་སམ་དེ་འདྲ་སྐྱུག་ན་གང་ཡང་མེད། འོ་ན་བཙན་བྱོལ་སྤྱི་ཚོགས་འདི་འདྲ་ཅན་ཁྱོད་ག་རེ་བྱས་ནས་བཤད་འདི་ཡིན་ཟེར་ངས་བཤད་རྒྱུའི་དགོས་པ་དེ་ངས་དོན་མང་པོ་བཤད་ཚར་ཡིན་ག་རེ་བཤད་པ་ཡིན་ཟེར་བ་ཡིན་ན། ང་ཚོ་དཔལ་མྱང་ནན་བྲག་གི་ཆོས་བརྒྱུད་ཟེར་ན་མི་འདུག་ཐེག་པ་ཆེན་པོའི་གི་ཆོས་ལུགས་འདི་ནོར་ལོག་ནས་བཀའ་དྲིན་ཤིན་ཏུ་ཆེ་བ་དེ་སྦྱིན་བདག་རྩ་བ་ཆེ་ཤོས་དེ་བོད་རིགས་རྒྱ་ཆེ་མི་མང་ཡིན། དེའི་བཀའ་དྲིན་དེ་ན་ཡང་གཞལ་དུ་མེད་པ་ཅིག་རེད། ངེད་ཀྱི་མི་ལ་ངོ་གཏོང་གི་བརྒྱུད་ནས་མིག་གི་འགྲོ་སོང་བཏང་ཤ་རྒྱུག་གི་འགྲོ་སོང་བཏང་ཤ་ཅི་དེ་ལས་ལྷག་པ་ཅིག་ལྟ་འཇིག་རྟེན་གྱི་ཁང་དུ་ནོར་ལོག་སྦྱིན་བདག་གི་ཚེ་འདྲ་དགོས་ན་རྙེད་མི་འདུག་དེ་འདྲའི་སོང་ཙང་ང་རང་དད་མོས་བྱས་ཚར་གི་ཆོས་ལུགས་དེ་ནི་རྣམ་པ་ཚོ་གི་ལ་ངོ་གཏོང་དུ་རིང་ནས་འགྱོགས་ཤོག་བྱས་ཡོད་བ་སོང་ཙང་དེའི་གི་བཀའ་དྲིན་འཇིག་རྟེན་ཟེར་ན་མི་འདུག། འདི་འདྲའི་ཅིག་གི་ཚུལ་དུ་ད་མི་རིགས་འདི་ཉག་ཕྲ་བ་དང་དཀའ་ངལ་འཕྲད་ཀྱི་དུས་ཚོད་འདི་འདྲའི་ཅིག་ལ་ཡང་ཅེས་ཁ་ཕན་ཚིག་མེད་ཚིག་གཅིག་བཤད་ཐུབ་ན་ད་ཅེས་ཕན་ངེས་ཅིག་ཕན་འགྲོ་གི་རེད་མ་ག་འདི་ངན་ཅིག་མ་ག་རེད་མ་ག་འདི་ངན་ཅིག་གིས་ད་དེ་འདྲའི་གི་རྐྱེན་བྱས་ནས་ཚེ་སྲོག་འཕྲོག་ན་གོ་བློས་གཏོང་བྱས་ན་བྱས་མ་ཡོད་པ་གལ་མི་འདུག་སང་སང་ན་ཅིག་འཚོ་བ་གི་ཐོག་ནས་ཞུ་འདོད་ཀྱི་ཡོད་ཟེར་རྣམ་པ་ཚོ་ནི་ད་དུས་དང་རྣམ་པ་ཀུན་ཏུ་ངས་དུས་བཞིན་ད་གསལ་བཤད་ར་དང་རིམ་པ་མང་པོ་བྱས་ཚར་བ་ཡིན་ད་ལྟ་ཡིན་ན་འང་གལ་ཆེར་བཤད་ད་དུང་བཤད་དེ་མ་ཐུབ་མེད་ཟེར་རྣམ་པ་ཚོས་དུས་སུ་ཞུ་ཡ་ཡིན་ཚང་མ་ནི་ཀུན་སྤྱོད་བཟུང་བྱ་ཤེས་ཤིང་ཀུན་སྤྱོད་བཟུང་བཞིན་ལ་འཇུངས་པར་ཤོག་ཟེར།

ལྟོ་འགྲོ། ལྟོ་འགྲོ་ཡ་མེད་པ་སོ་ཡ་ད་དེ་དང་འབྲེལ་ཡོད་གཏམ་དཔེ་ཅི་རིགས་བསྡུ་བ། བྱས་ཙང་ཚང་མིའི་སེམས་ལ་ངེས་རུང་ན་བཀའ་དྲིན་ཆེ།